གུང་ཨུད་ཀྱི་ལས་ཚན་ལ་དགའ་མོས་གནང་མཁན་ཚང་མ་ལ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། དེ་རིང་གི་ལས་ཚན་ནི་བདུན་པོ་དེ་ཆགས་བསྡད་ཡོད་དེ། ལས་ཚན་བདུན་པའི་ལྟ་ལོག་གི་བརྗོད་བྱ། སུས་ཞི་མི་ལ་དྲི་བོ་གཡོག་གི་རེད། ཙི་ཙི་ཁྱུ་གཅིག་སྦྲུ་ཡི་མཛོད་ཆེན་པོ་ཞིག་གི་ནང་དུ་འཚོ་སྡོད་བྱེད་ཀྱི་ཡོད། ཁོང་ཚོ་བདེ་བདེ་ལྷོད་ལྷོད་ངང་འཚོ་བ་སྐྱེལ་དུ་ཡོད་ཀྱང་དེ་ཡི་ཉེ་འཁོར་ལ་ཞི་མི་ཞིག་སྡོད་ཀྱི་ཡོད་པས། ཞི་མི་དེས་ཉིན་ལྟར་ཁུ་སིམ་ངང་བརྒྱབ་སྟེ་ཙི་ཙི་ཟ་ཡི་ཡོད། བྱས་ཙང་ཞི་མི་དེ་ཚོ་ཁོང་ཚོས་དགྲ་ངོ་མ་དེ་རེད། ཉིན་ཞིག་ཙི་ཙི་ཚང་མ་ཚོང་འདུས་ཤིག་འཚོགས་ནས་དགྲ་བོ་ཞི་མི་ལས་ཇི་ལྟར་རྣམ་པ་རྒྱལ་ཐུབ་པའི་སྐོར་ལ་གྲོས་བསྡུར་བྱས། ཙི་ཙི་ཚོས་ཞི་མི་དེ་གསོད་དགོས་ཀྱི་རེད་ཅེས་བཤད་ཀྱང་གང་ལྟར་སུས་ཀྱང་ཐབས་ཤེས་ལེགས་པ་ཞིག་རྙེད་ཀྱི་མེད། སྐབས་དེར། སྲིད་འཛིན་ལོ་མང་ཆུང་ཆུང་ཞིག་གིས། ངས་བྱས་ན་ཞི་མི་དེས་ང་ཚོས་གསོད་མི་ཐུབ་ཀྱང་ཁོས་སྐྱེས་ལ། དྲི་བོ་ཞིག་བཏང་ན་རྗེས་སུ་བསྐུར་ཡོང་དུས། དྲིལ་བུའི་སྒྲ་བསྒྲག་རྒྱུ་ཡིན་པས་དེ་དུས་ང་ཚོའི་གྲོས་མཆིས་ན་སྟབས་མ་རེད་ཅེས་བཤད། ཐབས་ཤེས་དེས་ཙི་ཙི་ཚང་མ་ཧ་ཅང་དགའ་པོ་བྱུང་བ་དང་ཙི་ཙི་ཁ་ཤས་ཀྱིས་ང་ཚོའི། ཐབས་ཤེས་དེ་ད་གིན་ནས་མ་དྲན་པ་གང་ཡིན་ནམ་ཞེས་དགའ་འབོད་ཆེ། འོན་ཀྱང་ཙི་ཙི་རྒན་པོ་ཞིག་གིས་ད་བྱས་ན་སུས་ཞི་མི་ལ་དྲིལ་བུ་གཡོག་པར་འགྲོ་གི་ཡིན་ནམ་ཞེས་དྲིས་དུས། ཙི་ཙི་ཚང་མ་ཁུ་སིམ་ངང་བསྡད་པ་མ་གཏོགས་སུ་གཅིག་གིས་ཀྱང་ཞི་མིའི་འཁྲིས་སུ་སོ་སྐྱེ་བར་འགྲོ་འདོད་མ་བྱས། སྒྲུང་འདི་གི་ནང་དོན་ག་རེ་དུ་ཤོར་ཡོད་ན། ཁ་ནས་བཤད་སླ་ཡང་ལག་ལེན་ཁྱོད་ལ་དགའ་ས། ལྟ་ལོག་གི་ལེ་ཚན་བདུན་པ་དེ་འདི་གར་བཅུག་བྲིས་པ་ཡིན། ཨ་ནི་གལ་ཏེ། གུས་མོས་ཀྱི་ལེ་ཚན་འདི་གི་ནང་ལོག་ལ་ཡར་ཆད་ལག་ཤོར་བ་དང་ཡར་རྒྱས་དགོས་ཡས་འདུག་ན་བསམ་ཚུལ་གྱི་སྒམ་གཞོང་འདི་ནང་ལོག་ལ་ཡར་བསམ་ཚུལ་ཡིན་གཅིག་མིན་གཅིག་འཇོག་རོགས་གནང། དེ་བཞིན་ལེ་ཚན་འདི་ལ་དགའ་རྟགས་ཕུལ་ཡས་དང་གུས་བཀུར་གནང་ཡས་ཐུགས་མ་མཉེས་བ་གནང་རོགས་གནང།